ནམ་མ་ལྷན་སྐྱེས་རག་བཀྲ་ཤིས་བདེ་ལེགས། མིའི་ལྟས་ཀྱིས་མགོ་སྐྲ་དམར་པོ་རེ་བཞག། ཨེ་ནས། ཁོ་རང་གི་མིག་གཡོན་པ་དེ་རྨ་བྱའི་གསུམ་ཡོད་རེད། རྨ་བྱའི་ལྟས་ཀྱིས་འདི་བཟོ་ལྟ་དང་རྣམ་པ་ལ་བལྟས་པ་ཡིན་ན། མིའི་ལྟས་གཅིག་བྱས་ན་སྔོན་མ་གཅན་གཟན་ཁ་ཤས་དང་འཛིང་མྱོང་ཡོད་ཀྱི་རེད། འདིར་ངའི་ཆིག་གསར་འདི་ཅང་ཡིན། མ་གཅེས། ངས་ཤེས་གསལ་ལ། མ་གཅེས་ཟེར་ཡ་འདི། ཅི་ད་ང་ཚོའི་གཟུགས་གནས་མཚམས་མཚམས་ལ་ཡ། ནས་གཟུགས་པོ་གང་ལ་མ་བཟོས་ཀྱི་རེད། ནས་རྨ་ཁ་ཁ་ཤས། ནས་རྦད་དེ་ཕྲ་རུ་ཕྱིན་པ་ཡིན། ནས། ང་ཚོའི་པགས་པགས་ཀྱི་གནས་ཚུལ། གནས་ཚུལ། ནས། སྔོན་མ་ནང་བཞིན་ལོག་ཡོང་གི་མ་རེད་བ། གཅིག་བྱས་ན་དེས་ན་བ་ཨ་ནི་དམར་བ་ཆགས་ཀྱི་རེད། ཨོ་ཨ་ནི་དེ་དམག་ཁ་བྲལ་བར་ཕྱིན་ནས་དེས་ནག་པོ་དམག་པོ་ཡོད་ས་དེ་ལ་ནི་ཕལ་ཆེར་དམག་སྐྱེལ་ལབ་ཀྱི་ཡོད་རེད། ངའི་དྲ་ལམ་ནས་ལེན་པའི་དཔེ་བརྗོད་དེ། ཁོ་པའི་ངོ་གདོང་གི་རྨ་བྱའི་ལྟས་རྟགས་ཐོག་ནས་བསགས་དུས་བྱུང་བ་ཞིག་རེད། སྤོང་བོའི་ངོས་སུ་རྨ་བྱའི་ཆེན་པོ་བཞི་འདུག། དཔའ་བོའི་རྨ་བྱའི་རྒྱན་དུ་འཛིན། ངས་དཔེ་བརྗོད་བཞིན་པ་སྟེ། འདི་ངས་འདི་དཔེ་དེབ་ཅིག་གི་ནང་ནས་ལེན་པ་རེད། ང་ཁྱེད་རང་གི་བུ་དངོས་གནས་ཡིན་པ་ལས་བཙུན་མ་རྩ་བ་ནས་མི། སྔན་མ་ང་ཆུང་དུས་སྐས་བརྩེགས་ནས་བསགས་ཏེ་ལག་པར་རྨ་ཆེན་པོ་བཟོས་པར་ཨ་མ་ལགས་ཁྱེད་ཀྱིས་རྨ་དྲི་བརྒྱབ་པ་དྲན་གྱི་མི་འདུག་གམ། རྨ་བྱའི་ད་ལྟའང་གསལ་པོར་ཡོད་ཅེས་མིག་སྟོན་བྱས་པར་ཨ་མ་ཧང་སང་ཧོན་ཐོར་མིས་མཆི་མས་ཁེངས་ཏེ་དབུགས་རིང་གཏོང་བཞིན་བུ་ལ་འཐམས་ཏེ། ངའི་བུ་དངོས་གནས་རེད་འདུག། ནས་ང་རང་སོ་སོར་བཟོས་པའི་དཔེ་ཆུ་འདི། ང་ཆུང་དུས་ཆུ་བོའི་འགྲམ་དུ་རྩེད་མོ་རྩེད་སྐབས་འབྲས་རྟགས་ཤོར་ཏེ་རྐང་པ། རྨས་སྐྱོན་ཕོག་པ་རེད། རྨ་ཁ་དེ་ཕྱེད་དྲགས་ནས་མཐའ་མཇུག་དེ་ལ་སྨན་ཁང་ལ་རྨ་ཁ་འཚེམ་བཟོ་བྱེད་དགོས་བྱུང་བ་རེད། དེའི་རྗེས་རྨ་ཁ་དྲག་རུ་ཕྱིན་པ་ནས་རྨ་བྱའི་མངོན་གསལ་དོད་པོ་ཞིག་ལྷག་ནས་ད་ལྟའང་གསལ་གསལ་ཐིང་ཐིང་མཐོང་ཐུབ་ཀྱི་ཡོད། ལགས་སོ་ཨ་ནི་ངས་འདི་ལ་ཁ་སྐོང་གི་ཚིག་ཁ་ཤས་བཞག་ཡོད། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན། ངས་འཛེམ་ཟོན་མེད་པར་ང་ལ་ནོར་བཅོས་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།